ཚང་མ་ལ་བཀྲ་ཤིས་བདེ་ལེགས། ནས་རྒན་རིན་པོ YouTube ནང་ལ་བཅར་ཡ་རག་མ་སོང། བཅར་ཡ་མ་རག་རྒྱུ་མཚན་དེ། ནས་བཤད་ཡ་ཅིག་མ་རག་ནས་དེ་འདྲ་ཅིག་ལྷག་སོང་བ་རེད། སྤྱིར་བཏང་ཅིག YouTube ནང་ལ་ཕ་བཞག་ཡ་ཅིག་རག་ན། ཅིག་ཉི་མ་རེ་རེ་ལ་ཅིག་ལྟ་མོ་ཅིག་རག་ན་བསམ་དེ་འདྲ་འདྲ་པོ་ཅིག་རྩེད་མོ་འདྲ་པོ་ཡིག་ཚོར་བ་འདྲ་ཅིག་སླེབས་གི་འདུག། ནས་ང་དེ་རིགས་བཤད་ཡ་དེ།

ནི་རྒན་སོ་ཆགས་རྒན་པ་ཆགས་ཚར་བའི་རྗེས་ལ། སོ་སོ་ལ་ཅི་ག་འདྲའི་ཐོབ་ཡ་ཡོད་པ་དེའི་སྐོར་ལ་བཤད་ན་བསམ་སོང། སྤྱིར་བཏང་དེ་ལ་ཁོ་ཚོ་གི་ཨ། ཀ་ཆེན་གསུམ་ཟེར་དེ་འདྲ་ཅིག་བཤད་ཀྱི་འདུག་ར། དེ་ཀ་བ་དང་པོ་དེ་ཨ།

ནས་རྗེས་མ་སོ་སོ་རྒན་གོག་ཆགས་ཡོང་པའི་སྐབས་སུ་ལ། ད་ལྟ་བེ་ཤ་སྤྲད་ཡ་དེ་ག་ནི་རིན་པོ་ཆེ་རེད་པ་ལབ་པ་ཡིན་ན། ལས་ཀ་བྱེད་བདེ་མེད་གཞོན་པ་དེ་ཚོ་གིས་རྒན་གོག་ནས་ལས་ཀ་ངར་སོ་བྱས་ཚར་མ་དེ་ཚོ་ལ་སྤྲད་དེ་ཡ་འགྲོ་དེ་འདྲས་ཅིག་ཆགས་ཡོད་རེད། དེ་ག་བ་དང་པོ་དེ་རེད། ཨ་ནི་དེ་ལ། ཨ་ནི་སྣ་ཁ་སྲམ་འདྲ་བོ་ཅིག། སོ་སོར་ཐོབ་ཡག་དེ་དེ་འདྲ་འདྲ་བོ་ཅིག་ཡོད་པ་རེད། ག་རེ་ཟེར་ལབ་ན། ཨ་ནི། སོ་སོ་རྒན་ཁོག་ཆགས་ཚར་བའི་རྗེས་ལ།

ཨ་ནི་དེ་ལ་ཡང་ཅིག་རོགས་རམ་ཅིག་ཨ་ནི་རག་ཡོད་རེད་ཨ། དེ་གཉིས་པ་དེ་རེད། ཨ་ནི་ད་གིས་ངས་དང་པོ་བཤད་བཞག་རྒྱ་གཞུང་པས་གིས་རྒན་པ་ལ་སྤྲད་བསྡད་རྒྱུ་གིས་ཨ་ནི་བེ་ཤ་ཅིག་ཡོད་པ་དེ་གིས་ག་སྲིད་དེ་ཁོ་རང་ཚད་རྒྱུ་རེད་དེ་ལས་ལྷག་པ་ཁོ་ཚོ་གིས་སྤྲད་གི་ཡོད་མ་རེད། དེ་འདྲ་ཡིན་ན། ཨ་ནི། ད་དེ་གིས་འདང་གི་མི་འདུག་ན། དེ་ལ་ཁ་གསབ་གྱིས་ཟེར་ནས། ཨ་ནི། ཁ་གསབ་བྱེད་ཡག་གི། དེ་འདྲའི་བེ་ཤ་གྱིས་རག་གི་རེད། ཨོ། དེ་ལ་དེ་ཀ་བ་དང་པོ་རེད། ཀ་བ་དང་པོ་དེ་ལ། ཨ་ནི། སྡེ་ཚན་གསུམ་འདྲ་པོ་གཅིག་ཐོག་ནས། བཤད་འགོ་དགོས་འདུག་བ། ནི་དེ་མིན་པའི་ཡང་གཅིག་དབང་པོའི་སྐྱོན་ཅན་འདྲ་པོ་དང་ནི་གཅིག་མང་པོ་གྱི་རུ་བ། དེ་ཚོ་ལ་ཡང་གཅིག་ཐོབ་ཡ་ཡོད་ས་རེད། སྤྱིར་བཏང་གིས་ཁྱོད་ལས་ཀ་གཅིག་བྱེད་ཐུབ་མི་བྱེད་ཡིན་ན་ཡང། ཁྱོད་རང་དབང་པོའི་སྐྱོན་ཅན་ཡིན་པའི་ཆ་ནས། དབང་པོའི་སྐྱོན་ཅན་དེ་ལ་དཔག་པའི་ནི་གཅིག་འགྲོ་སོང་ག་ཚད་ཙི་ཅི་བཏང་དགོས་ཡོད་ན། དེ་ཡང་ཁོ་ཚོ་གིས་བཏང་ཡ་དེ་འདྲ་གི་གཅིག། ཅིག་འདུག། དཔེར་ན་ཆ་བཞག་པ་ཡིན་ན། ཁྱོད་རྐང་པ་དེ་ཨ་ནི་དེ་ཚོས་རིང་ཐུང་འདྲ་པོ་ཞིག་མི་བྱིན་ན་ཡང་ལྷམ་དེ་ཡི་འོག་ལ་ལྷམ་ཞབས་དེ་དེ་ཚོས་མཐུག་བ། མཐུག་པོ། དེ་འདྲའི་ཅན་གྱི་ལྷམ་དམིགས་བསལ་བ་ཉོ་དགོས་འདུག། དེའི་འགྲོ་སོང་དེ་ཡང་ཁོ་ཚོ་གིས་གཏོང་གི་འདུག། འོ་དེ་འདྲ་འདྲ་པོ་ཅིག་རེད་བྱ། ཨ་ནི་དེ་ཀ་བ་དང་པོ་དེ་བྱས། ཀ་བ་གཉིས་པ་དེ་ག་རེ་རེད་ཟེར་ལབ་ན། ནས། སོ་སོ་གིས་ལས་ཀ་བྱེད་བདེ་བའི་སྐབས་ལ། ནས་ཡང་བེ་ཤ་དེས་ཡང་ཡ་སོགས་དེ་གོ་ཡག་རོ་དེ་འདྲི་གྱི་ཡོད་རེད། དེ་སོ་སོ་ཡང་རྒན་ཁོག་ཆགས་པའི་སྐབས་ལ་ཡང་ཅིག་མ་ལན་ཡ་དེ་འདྲི་གི་འཆར་གཞི་ཐོག་ནས། ཨ་ནི་ཡག་གཅིག་སོགས་དེ་ཡག་གཅིག་རེད། དེ་ཕལ་རྒན་སོགས་ཀྱི་བེ་ཤ་སོ་སོ་སོ་སོ་ལ་སོགས་བེ་རེད་དེ་རེད། དང་གི་སྟོང་པོ་གཅིག་ཡོད་བ་སྟོང་པོ། རྒན་སོགས་ཀྱི་བེ་ཤ་ལམ་ནས་ཡང་གཅིག་འཐེན་འགྲོ་ཡ་དེ་སྟོང་པོ་སོ་སོ་ལས་ཀ་བྱེད་བདེ་བའི་སྐབས་སུ་མི་གཞན་པ་ལ་སྤྲད་དེ་གི་རེད་བ། ཨ་ནི་ཡང་ད་དང་གཅིག་འཐེན་འགྲོ་ཡ་གཅིག་ཡོད་རེད་ཨ་ཏི་སོ་སོ་རྒན་ཁག་ཆགས་པའི་སྐབས་སུ་ལ་སོ་སོ་ལ་མ་ལྷན་ཡོད་བ་དེ་འདྲའི་ཅིག་བསགས་ཡོད་རེད། དེ་རེད། ཨ་ནེ་ཡང། དེ་ཡང་ཁོ་རང་ཚད་ཆོས་རེད། དེ་མ་གཏོགས་པ་གིས་དམིགས་བསལ་གྱི། ཅིག། འདི་འདྲ་རེད་འདི་འདྲ་མ་རེད་ཟེར་མང་པོ་ཡོད་མ་རེད། ཨ་ནེ། ད་དང། ག་རེ་བྱས་ཡོད་རེད་ལབ་པ་ཡིན་ན། དེའི་ཀ་བ། གཉིས་པ་དེར་བ། ཀ་བ་གསུམ་པ་དེ་ག་རེ་རེད་ཟེར་ལབ་པ་ཡིན་ན། ད་སོ་སོ། སྒེར་གྱི་ངོས་ནས། ཡང་ཅིག་ད་ལྟ་ང་ལ་བེ་ཤ་ཨོ་ཙི་མང་པོ་འདྲ་གྱི་འདུག། ད་འདི་ཅང་སོ་སོའི་རྒན་འཁོགས་ཆགས་པའི་སྐབས་སུ་ལ་ཡང་ཅིག་ཡ་སོག་བཞག་ན་དགའ་ས་རེད་སང་སོ་འདྲ་པོ་དེ་འདྲས་ཡོད་པ་ཡིན་ན། ཨ་ནི། ཀ་བ་གསུམ་པ་དེ་སོ་སོ། གི་ཡང་ཡ་ཅིག་རྒན་སོག་གི་བེ་ཤ་ལ། ཡང་ཡ་སོག་ཆགས་ཡ་འདྲ་པོ་དེ་འདྲས་རེད་ཤག། ནས། དེའི་ནང་ནས་ཡང་ཅིག་ཁེ་བཟང་གི་ཏིག་ཙེ་ལས་ཡང་ཅིག་ག་རེ་འདུག་ཟེར་ལབ་པ་ཡིན་ན། སོ་སོལ་བེ་ཤ་མང་པོ་ཡོད་མི་གཅིག་ཡིན་ན་བེ་ཤ་མང་པོ་དེ་བེ་ཤ་མང་ཉང་ལ་དཔག་པས་ཡང་ཕྲད་ཅིག་ཡ་ཏན་ཏན་རྒྱབ་དགོས་ཡོད་པ་ཅིག་རེད་ཤག་དེ་འདྲ་ཡིན་དུས་གལ་སྲིད་ཁྱོད་ལ་བེ་ཤ་མང་པོ་ཅིག་ཡོད་ན་དེའི་ནང་ནས་ཡང་དེ་ལ་དཔག་པའི་ཅིག་གྲངས་ཀ་ཅིག། རྒན་སོགས་ལ་ཡང་སོ་སོ་སྒེར་གྱི་ཡང་སོགས་བཞག་ཡང་དེ་ནང་ལ་ཡང་བརྡ་བཞག་པ་ཡིན་ན། ནི་དེ་ཡང་བརྡ་བཞག་གི་དཔེ་ཆ་དེ་ལ་ཡང་ཕྲད་བརྒྱབ་མ་དགོས་ཡ། ནི་དེ་འདྲའི་གི་ཅིག་གནད་དོན་ཅིག་བཤད་ཡ་འདུག། དེ་རེད། ད་རྒན་གསོ་པའི་བྱ་ཐོབ་སྟོང་འདྲ་པོ་དེ། དེ་ཡི་གཅིག། རྣམ་པ་འདྲ་པོ་དེ། ད་དེ་རིགས་བྱས་ནས། བྱས་མཚམས་འདི་འདི་ན་ལ་བཞག་གི་ཡིན། འདི་ནི་ཐང་རྗེས་མའི་ལེ་ཚན་ནང། ང་ཚོས་སླར་ཡང་མཇལ་ཡོང། འདི་ནི་ཁྱོད་ཚོ་གིས། Subscribe ཚོགས་ཞུགས་གནང་རོགས་གནང། དགའ་རྟགས Like